རྣམ་པ་ལྷན་སྐྱེས་བཀྲ་ཤིས་བདེ་ལེགས་སྐུ་སྐམ་ས་རྣམ་པ་ཚང་མ་སྐུ་གཟུགས་དེ་བོ་ཡིན་ཤག་ང་རྣམ་པ་ཚོའི་གྲོགས་པོ་འཆི་མེད་ཚེ་དབང་ཡིན་ད་དེ་ནས་རྣམ་པ་ཚོས་རྒྱ་གར་རྡོ་རྗེ་གདན་གྱི་མཆོད་རྟེན་གསལ་དེ་ད་རྣམ་པ་ཚང་མས་གསལ་མྱོང་ཡོད་རེད་གསལ་མྱོང་བ་མེད་ས་རྣམ་པ་ཚོ་མང་པོ་ཞེ་དྲག་ཅིག་འཇལ་ཡི་མྱོང་ཡོད་ད་དེ་ནས་རྣམ་པ་ཚོ་བལ་ཡུལ་གྱི་རྡོ་རྗེ་གདན་གྱི་མཆོད་རྟེན་གསལ་དེ་རྣམ་པ་ཚོས་གསལ་མྱོང་ཡོད་བས་གལ་སྲིད་རྣམ་པ་ཚོས་བལ་ཡུལ་གྱི་རྡོ་རྗེ་གདན་གྱི་མཆོད་རྟེན་གསལ་དེ་གསལ་མྱོང་མེད་པ་ཡིན་ན་དེ་རིང་ངས་འདི་ནས་མ་ལ་བལ་ཡུལ་རྡོ་རྗེ་གདན་གྱི་མཆོད་རྟེན་གྱི་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡས། ད་སྤྱིར་བཏང་སྐལ་བཟང་གི་སངས་རྒྱས་སྟོང་རྩ་གཉིས་མངོན་པར་རྫོགས་པའི་སངས་རྒྱས་ཟེར་ནས། རྡོ་རྗེ་སྟེ་ངོ་མ་འདི་ད་རྒྱ་གར་གྱི་རྡོ་རྗེ་གདན་དུ་ཆགས་དེ་ཡོད་རེད་བ། ཡིན་ན་ཡང་ད་བལ་ཡུལ་ན་ཡང་ད་དེ་ཡི་གནས་སྐབས་འདྲ་བོ་ཅིག་ད་རྡོ་རྗེ་གདན་གྱི་ཆོས་སྟོན་ཏེ་ཡི་རང་སངས་རྒྱས་སྟོང་གི་ཆགས་དེ་ཡོད་རེད། ང་རང་ཚོ་གི་ད་ནང་པ་སངས་རྒྱས་ཅིག་གི་ངོས་ནས་བསམ་ན་ད་ད་ང་རང་ཚོ་གི་སྟོན་པ་དེ་རྫོགས་པའི་སངས་རྒྱས་ཤཱཀྱ་ཐུབ་པ་ཆགས་དེ་ཡོད་རེད་བ། ད་སངས་རྒྱས་ཤཱཀྱ་ཐུབ་པ་གཙོ་བོར་གྱུར་བའི་སྐལ་བཟང་གི་སངས་རྒྱས་སྟོང་རྩ་གཉིས་ཀྱི་སངས་རྒྱས་ཟེར་གནས་དེ་རྒྱ་གར་རྡོ་རྗེ་གདན་ཡིན་དུས་བརྩམས་པ་ལ་ང་རང་ཚོ་ནང་པ་སངས་རྒྱས་པའི་ངོས་ན་རྒྱ་གར་རྡོ་རྗེ་གདན་དེ་གནས་རྩ་ཆེན་པོ་ཞེ་དྲག་ཆགས་དེ་ཡོད་རེད། འཛམ་བུ་གླིང་ན་ད་ང་རང་ཚོ་གི་གནས་རྩ་ཆེ་ཤོས་ཅིག་ལ་ངོས་བཟུང་ན་འགྲིག་གི་ཡོད་རེད་ཡིན་ན་ཡང་ད་གནའ་སྔ་མོའི་དུས་ཚོད་ལ་རྒྱ་གར་དོར་རྗེས་དེར་འཇགས་ཏེ་འགྲོ་ཐུབ་ཟེར་ན་དཀའ་ལས་ཁག་པོ་ཞིག་རག་ཅིག་རེད་བ། དེ་ཡིན་དུས་སྐབས་སུ་ནང་པ་སངས་རྒྱས་པའི་དད་ལྡན་སངས་རྒྱས་ཤཱཀྱ་ཐུབ་པའི་རྗེས་འཇུག་དེ་ཚོ་སོ་སོ་སོ་སོའི་ལུང་པ་ནས་ཡང་ད་དེ་ནས་བཱ་ར་ན་སི་ཟེར་འགྲོ་བ་དང་དོར་རྗེས་དེ་ཟེར་འགྲོ་བ་དང་ད་དེ་ནས་གང་ལྟར་རྒྱ་གར་ཡུལ་ན་ཡོད་པའི་གནས་རྩ་ཆེན་པོ་སོ་སོ་དེ་དཔའ་མོས་གུས་ཆེན་པོ་ཞུ་ས་དེ་འདྲའི་མང་པོ་ཅིག་གནས་ཀྱི་ཚབ་འདྲ་བོ་ཅིག་སོ་སོའི་ལུང་པ་ལ་བཟོས་བཞག་པ་དེ་འདྲའི་དཔེ་མང་པོ་ཡོད་རེད། དཔེར་ན་གནའ་སྔ་མོ་པཱ་ཀི་སི་ཐན་ལ་ནང་པ་སངས་རྒྱས་བསྟན་པ་ཧ་ཅང་ཤུགས་ཆེན་པོ་དར་དུས་སྐབས་སུ་སྐུ་འཁྲུངས་ཟིན་གནས་ལུམ་པི་ནི་དང་དེ་ག་ནང་བཞིན་གྱི་སངས་རྒྱས་ཟིན་གནས་རྡོ་རྗེ་གདན་ཆོས་འཁོར་བསྐོར་ཟིན་གྱི་གནས་བཱ་ར་ན་སི་སྐུ་མྱ་ངན་ལྡན་ཟིན་གནས་རྩ་འཇོག་གྲོགས་ཟིན་ད་གནས་ཅན་བཞི་དེ་ཚོ་ད་པཱ་ཀི་སི་ཐན་ཁོ་རང་ནས་ཡང་ད་དེ་འདྲ་ངོས་བཟུང་ཡས་ཡོད་རེད་ཟེར་གྱི་འདུག་ང་ད་དེ་འདྲ་བོ་རྡོ་རྗེ་གདན་གཙོ་བོར་གྱུར་པའི་གནས་ཆེན་པོ་བཞི་ལ་སོགས་པའི་ད་རྒྱ་གར་གྱི་གནས་མང་པོ་ཅིག་སོ་སོ་སོའི་ལུང་པ་ལ་ངོས་འཛིན་བྱེད་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་གནའ་སྔ་མོའི་སྤྱི་ཚོགས་ཀྱི་གནས་སྟངས་དང་འཚོ་བའི་མཐུན་རྐྱེན་དང་འགྲིམ་འགྲུལ་སྟབས་བདེ་མི་བདེ་ལ་སོགས་པའི་དབང་གིས་རྒྱ་གར་ལ་ལས་སླ་བོ་སླེབས་ཐུབ་དགོས་བ་མ་རེད། ལས་སླ་བོ་འབྱོར་མ་ཐུབ་པ་ཡིན་ན་ཡང་ད་དེ་ནས་སངས་རྒྱས་ཀྱི་ཐུགས་རྗེ་བྱིན་རླབས་སད་ལ་ཉེ་རིང་ཡོད་མ་རེད་གང་ལ་མོས་པས་ཡིད་ཆེས་པ་དེ་ཡི་དུས་ན་ཐུབ་པ་ཞུ་གསུངས་པ་ནང་བཞིན་བྱས་ནས་རྫོགས་སྐུ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་རྗེས་སུ་དྲན་ཡས་དང་རྫོགས་སྐུ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་ཆེན་པོ་བཞི་སྟོན་མཛད་དང་གནས་ཆེན་པོ་བཞི་ལ་སོགས་པ་དེ་དག་ལ་རྗེས་སུ་དྲན་ཡས་དང་སོ་སོ་གི་ཚོགས་བསོད་ནམས་གསོག་ཡས་ལ་སོགས་པ་ད་དེ་ཚོགས་ཀྱི་ཆེད་དུ་སོ་སོའི་ལུང་པ་ལ་གནས་ཀྱི་སྐུ་ཚབ་རེ་རེ་བཞེངས་པ་དེ་འདྲའི་ཕྱག་ཐེག་རེད། དེ་ཡིན་དུས་སྐབས་སུ་བ་ཡུལ་དུ་བཞེངས་པའི་རྡོ་རྗེ་གདན་གྱི་སྐུ་ཚབ་བམ་གནས་ཚབ་དེ་ད་ད་ད་བལ་ཡུལ་གྱི་ཡེ་རང་སངས་རྒྱས་སྟོང་སྐུ་ཟེར་ད་དེ་ཆགས་ཐིག་རེད། བལ་ཡུལ་གྱི་རྡོ་རྗེ་གདན་གྱི་མཆོད་རྟེན་ནམ་སངས་རྒྱས་སྟོང་གི་མཆོད་རྟེན་འདི་ནི་བལ་ཡུལ་གྱི་གྱ་ས་གསུམ་གྱི་ནང་ནས་ཡེ་རང་གྱ་ས་ནས་ཡོད་པ་དང་དེང་སང་ལྟར་ན་ལ་ལི་པུར District གམ་ལ་ལི་པུར་རྫོང་ཁོངས་པཱ་ཀྲན་ཨོ་ཀུ་བལ་ས་གནས་ནང་ཆགས་ཐིག་ཡོད་རེད། ལྷ་ཁང་ངམ་མཆོད་རྟེན་འདི་ཉིད་དུས་རབས་བཅུ་དྲུག་པའི་སྨད་ཙམ་ལ་ཤཱཀྱ་རིགས་ལས་འཁྲུངས་པའི་པཱ་འདྲི་ཏཱ་ཨ་པ་ཡེ་ར་ཛི་ཞུ་བ་ཁོང་གྱ་ག་རྡོ་རྗེ་གདན་ལ་གནས་སྐོར་ཕེབས་རྗེས་ལོ་ཁ་ཤས་ཤིག་ཚོགས་བསགས་སྒྲིབ་སྦྱངས་མཛད་ཅིང་བཞུགས། ད་སྐབས་དེའི་དུས་ཚོད་ཁོང་གི་ཐུགས་ལ་ག་རེ་དགོངས་རེད་ཟེར་ན། ང་ཡི་ཕ་ཡུལ་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ཟེར་ནས་རྡོ་རྗེ་དེ་ནི་ད་འདི་འདྲ་བོ་ཅིག་འཇགས་འདོད་ཡོད་མཁན་གྱི་མི་ག་ཚོད་ཅིག་ཡོད་རེད་ཟེར། ཡིན་ན་ཡང་ས་ཐག་རིང་བའི་སྟབས་ཀྱིས་ང་དང་ང་འདྲ་བའི་མི་ཁ་ཤས་ཤིག་མ་གཏོགས་ད་འཇགས་ཐུབ་མཁན་མང་པོ་ཞེ་དྲག་ཅིག་ཡོད་མ་རེད། དེ་ཡིན་དུས་གནས་འདི་ཡི་སྐུ་ཚབ་ཅིག་ང་རང་གི་ཕ་ཡུལ་དུ་བཞེངས་དགོས་དྲན་རྗེས་ཁོང་རང་ཕ་ཡུལ་དུ་ལོག་ཕེབས་རྗེས་བལ་བོ་རང་གི་ཐུན་མོང་མ་ཡིན་པའི་བཟོ་རྩལ་ལག་རྩལ་བེད་སྤྱོད་དང་བཅས་ནས་ད་དུས་རབས་བཅུ་དྲུག་པའི་སྨད་ཙམ་ནས་འགོ་བཙུགས་རྗེས་ད་ཁོང་རང་དང་དེ་བ་ནང་བཞིན་གྱི་ཁོང་རང་གི་བུ། དེ་བ་ནང་བཞིན་གྱི་ཁོང་རང་གི་ཚའུ་ལ་སོགས་པ་དང་དེ་འདྲའི་མི་ཐོག་གསུམ་ཙམ་གྱི་རིང་ལ་བཞེངས་པ་རེད་ད་ལོ་རྒྱུས་ནང་དེ་འདྲའི་གསུང་བཞག། མཆོད་རྟེན་འདིའི་འོག་གི་ཐོག་རྩེག་དང་པོའི་ནང་ནས་བཞུགས་པའི་བྱང་ཆུབ་ཆེན་པོའི་སྐུ་དེ་ད་རྡོ་རྗེ་གདན་རང་ནས་གདན་དྲངས་པ་ཡིན་པ་དང་རྡོ་རྗེ་གདན་མཆོད་རྟེན་ནང་ནས་བཞུགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་དང་ད་གཅིག་པ་གཅིག་རྐྱང་ཆགས་བསྡད་ཀྱི་ཡོད་རེད། སྐུ་འདི་རྒྱུ་ངོ་མ་རྡོ་ནག་ལ་བཞེངས་པ་ཡིན་ན་ཡང་ཕྱིས་སུ་ང་རང་ཚོ་བོད་རིགས་གཙོ་བོར་གྱུར་བའི་དད་ལྡན་མང་པོ་ཞིག་གིས་ཞལ་གསེར་དང་སྐུ་མཚོན་ཕུལ་རྗེས་ད་དེང་སང་སྐུ་དེ་མཚོན་དེ་འདྲའི་ཡ་ཕུད་ཞབས་དེ་འདྲའི་བརྗེད་དོ། ད་ལྷ་ཁང་འདི་ཡི་ཐོག་རྩེག་གཉིས་པ་ལ་འོད་དཔག་མེད་པའི་སྐུ་འདྲ་དེ་འདྲའི་ཞིག་འདུག་ད་དེ་ཡང་ཕལ་ཆེར་དོ་སྐུ་ཡིན་ས་རེད། ཐོག་རྩེག་གསུམ་པ་ལ་དུས་འཁོར་བློས་བསླངས་ཀྱི་དཀྱིལ་འཁོར་ཞིག་ཡོད་རེད་ཟེར་ད་གནས་ཡིག་ཁག་ན་དེ་འདྲའི་གསུངས་ཤག་དེ་རྗེས་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ཙམ་ལ་དེ་བལ་ཡུལ་ནང་ལ་ས་ཡོམ་ཆེན་པོ་ཅིག་བྱུང་ནས་མཆོད་རྟེན་འདི་ལ་ཉམས་ཆག་ཆེན་པོ་བྱུང་རྗེས་བལ་ཡུལ་གཞུང་ནས་ཡང་སྐྱོར་བསྐྱར་བཤེར་གནང་བ་དེ་འདྲའི་ཆགས་བསྡད་ཀྱི་འདུག་མཆོད་རྟེན་འདིའི་ཕ་ཕྱོགས་ཟུར་གཅིག་ན་ཡོད་པའི་མཆོད་རྟེན་ཆུང་ཆུང་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་མ་ཡུམ་མ་ཡང་ལྡེ་བའམ་ལྷ་མོ་སྒྱུ་འཕྲུལ་མ་ཡི་མཆོད་རྟེན་རེད་གསུངས་ཀྱི་འདུག། ད་དུས་རབས་བཅོ་བརྒྱད་པའི་ནང་ལ་ཕེབས་པའི་འབྲུག་ཁམས་འབྲུག་ཆུའི་ཉེ་མི་བལ་ཡུལ་གནས་ཡིག་ནང་ན་ཆོས་སྡེ་འདི་བཞེངས་མཁན་སྐོར་ལ་ཁམས་འབྲུག་རིན་པོ་ཆེ་ཁོང་རང་གི་སྐུ་དུས་སུ་བཞུགས་ཡོད་པའི་བལ་ཡུལ་བའི་བྲམ་ཟེ་པཱན་ཀྲི་ཏཱ་ར་མ་ནན་དཱ་ཟེར་བ་ཞིག་གི་ཕ་མེས་ཡང་མེས་ཀྱི་སྐབས་སུ་བཞེངས་པ་རེད་དེ་འདྲའི་གསུངས་ཡོད་རེད། འདིར་ད་དེ་འདྲའི་ཡིན་པའི་དབང་དུ་བཏང་བ་ཡིན་ན་གོང་དུ་ཞུས་མ་ཐག་པའི་ཆོས་སྡེ་འདི་ཐོག་མར་བཞེངས་མཁན་གྱི་པཱན་ཀྲི་ཏཱ་ཨ་བྷའི་ར་རྫུ་ཞུ་བ་སྟེ་པཱན་ཀྲི་ཏཱ་ར་མ་ནན་དཱ་ཁོང་གི་སྤོ་ལགས་དེ་འདྲ་ཡིན་སྲིད་པ་རེད་བ། གང་ལྟར་དུས་རབས་བཅུ་དྲུག་པའི་འགོ་སྟོད་ཙམ་ན་བོད་ནས་བལ་ཡུལ་ལ་གནས་སྒོར་ཕེབས་མཁན་ཞྭ་དམར་དྲུག་པ་ཆོས་ཀྱི་དབང་ཕྱུག་གི་ལམ་ཡིག་ནང་ན་མཆོད་རྟེན་དེ་སྐོར་གལ་གུད་ཅིག་གསལ་ཡོད་མ་རེད། དེ་ཡིན་དུས་སྐབས་སུ་སྐབས་དེའི་དུས་ཚོད་ལ་མཆོད་རྟེན་འདི་བཞེངས་བཞིན་པའི་སྐབས་ཡིན་ན་མ་གཏོགས་མཆོད་རྟེན་འདི་བཞེངས་ཚར་མེད་པ་ཕལ་ཆེར་ཕལ་ཆེར་ཚོད་དཔག་བྱས་ན་འགྲིག་གི་ཡོད་རེད། དེའི་རྗེས་དུས་རབས་བཅོ་བརྒྱད་པའི་འགོ་སྟོད་ཙམ་ན་བལ་ཡུལ་དུ་གནས་སྒོར་ཕེབས་པའི་སི་ཏུ་པཎ་ཆེན་ཆོས་ཀྱི་འབྱུང་གནས་དང། དེ་བ་ནང་བཞིན་གྱི་དུས་རབས་བཅོ་བརྒྱད་པའི་དཀྱིལ་ཙམ་ན་འབྲུག་ཁམས་སྤྲུལ་རིན་པོ་ཆེ་ཁོང་རྣམ་པའི་རྙེད་འགན་ལྟར་མཆོད་རྟེན་འདི་མཇལ་ཡོད་རེད། ད་དེང་སང་ཡོངས་གྲགས་ལ་ཆོས་སྡེ་འདིའི་མཚན་ལ་མ་ཧཱ་བུད་དྷ་ཏྲེམ་པལ་ཞུ་གི་ཡོད་རེད། མ་ཧཱ་བུད་དྷ་ཏྲེམ་པལ་ཟེར་དུས་སྐབས་སུ་སངས་རྒྱས་ཆེན་པོའི་ལྷ་ཁང་འདྲ་བོ་ཞིག་ལ་གོ་གི་ཡོད་རེད་དེ། ཡིན་ན་ཡང་དངོས་གནས་བྱས་ན་མ་ཧཱ་བོ་དྷི་ཏྲེམ་པལ་ཟེར་གི་ཡོད་རེད། མ་ཧཱ་བོ་དྷི་ཏྲེམ་པལ་ཞུ་དུས་བོད་སྐད་དུ་བྱང་ཆུབ་ཆེན་པོའི་ལྷ་ཁང་ཞུ་གི་ཡོད་རེད། ད་དེ་ཡིན་དུས་སྐབས་སུ་རྒྱ་གར་དོར་རྗེ་གདན་གྱི་མཆོད་རྟེན་ཆེན་མོ་དང་མཚན་གཅིག་པ་ཆགས་བསྡད་ཀྱི་ཡོད་རེད། ད་དེ་ནི་ང་རང་ཚོ་བོད་སྐད་ལ་ཡོངས་གྲགས་སངས་རྒྱས་སྟོང་སྐུ་ཆོས་ལྡན་ཞུ་གི་ཡོད་རེད་བ། ལ་སངས་རྒྱས་སྟོང་སྐུ་ཟེར་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན་ཆོས་ལྡན་གྱི་ཕྱི་ངོས་ལ་སངས་རྒྱས་ཀྱི་སྐུ་ཆུང་ཆུང་སྟོང་ཕྲག་གཅིག་ཡོད་ཙང་སངས་རྒྱས་སྟོང་སྐུ་ཚེ་ཚན་བཏགས་པ་རེད། སྤྱིར་བཏང་སངས་རྒྱས་སྟོང་སྐུ་ཞུ་བ་དེ་བསྐལ་བཟང་གི་སངས་རྒྱས་སྟོང་རྩ་ཡི་སྐུ་འདྲ་ལ་གོ་བའི་སྐབས་སུ་ཡང་ཡོད་རེད་ལ་ཡང་སྐབས་རེ་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་རང་གི་སྐུ་འདྲ་སྟོང་ཕྲག་གཅིག་ལ་ཡང་སངས་རྒྱས་སྟོང་སྐུ་ཟེར་བའི་སྐབས་ཡང་ཡོད་རེད། ད་དེའི་ནང་ནས་འདི་ཕལ་ཆེར་སངས་རྒྱས་ཤཱ་ཀྱ་ཐུབ་པ་ཁོང་རང་གི་སྐུ་འདྲ་སྟོང་ཕྲག་ཅིག་ཡིན་ས་རེད་བསམ་བསམ་བྱེད་འདུག་ཡིན་ན་ཡང་ད་དེའི་སྐོར་ལ་རྣམ་པ་ཚོས་རྗེས་མ་བརྟག་དཔྱད་གནང་རོགས་གནང་ཞུ་ཡ་ཡིན་དེ་ནས་རྣམ་པ་ཚོ་མ་འོངས་པ་ལ་གནས་སྐོར་ཕེབས་དུས་ཙམ་པོ་ལ་དང་པོ་གནས་འདི་ས་གནས་དེ་པ་ཀྲང་ལ་ཡོད་པ་ཧ་གོ་གོ་འོས་རེད་དེ་ནས་གཉིས་པ་ལྷ་ཁང་ངམ་མཆོད་རྟེན་འདིའི་ཚེ་ངོ་མ་ལ་མ་ཧཱ་བུ་ད་བྲན་པ་ལ་བཞུགས་ཡོད་པ་དེ་ཧ་མཁྱེན་གོ་འོས་རེད་ཡིན་ན་ཡང་བོའུ་ད་མཆོད་རྟེན་བྱ་རུང་ཁ་ཤོར་དང་འཕགས་པ་ཤིང་ཀུན་གྱི་གཡས་གཡོན་ལ་ཡོད་པའི་མོ་ཏྲ་གཏོང་མཁན་དེ་ཚོ་ལ་སངས་རྒྱས་སྟོང་སྐུ་ལ་འགྲོ་གི་ཡིན་ལབ་ན་ཡང་ཧ་གོ་གི་ཡོད་རེད་ལགས་སོ་རྣམ་པ་ཚོ་གནས་སྐོར་ལ་ཕེབས་ལམ་དེ་གནས་སྐོར་སྤྲོ་བོ་ཡོང་བར་ཤོག་བཀྲ་ཤིས་བདེ་ལེགས་བཀའ་དྲིན་ཆེ་སླར་ཡང་ཞུགས་མ་མཇལ་ཡོང།